ལྟ་དང་དགོངས་ཏེ་འཁྲིད་པའི་དེ་དེ་ག་རེ་ཡིན་མིན། འོ་ད་དེ། བད་ཀན་དེ་ག་རེ་ཡིན་མིན་རླུང་དེ་གང་གི་ཡིན་མིན་ད་ལྟ་འདི་དེ་ནས་མ་སྟོན་ཡོང་གི་རེད་བྱས་ཙང་འདིའི་རིགས་དེ་ཚོ་ལྟ་རྒྱུ་རེད། ད་འདི་ན་ལ་བྲིས་འདུག་ག། མདོག་ནག་པོ་བཅས་སྐམ་པོ་དེ་འདྲས་རེད་དོ་ཡང་ན་འབྲུམ་ཐོར་མདོག་ཅུང་དཀར་བ་བེ་སྣབས་ཡོད་དེ་ཚོ་རེད་དོ། བེ་སྣབས་ཡོད་པའི་དཀར་བ་དེ་ཚོ་བད་ཀན་རེད་དོ། དེ་དེ་མདོག་ནག་པོ་དེ་རླུང་གི་རེད་དོ།

ཨ་རི་མིའི་གཟུགས་པོ་ག་ཚོད་བསྣན་ཡོད། དཔལ་འབྱོར་རྒྱུ་དངོས་ག་ཚོད་བརྗེས། ནད་གསོ་བར་བྱེད་པར་འགོག་རྐྱེན་ག་ཚོད་བཟོས་ཡོད། འདི་ཆགས་འདུག་རེད། ཉའི་མངལ་སྐུབ་བལྟ་རྒྱུ་ཁྱེད་ས་སམ། མིན་པ། ཡིན་གྱི་མི་འཛིན་ནད་འབུ་དེའི་སྟེང་དུ། གོང་བུ་གང་ཆེ་ཤོས་མ་གྱུར་པ། འདི་བྱས་ཐུབ་ན་ཨེ་ནས། ཡག་པོ་ཞེ་པོ་ཡོད་རེད། བརྟག་དཔྱད་བྱས་དགོས་ས་བདེ་ཐང་འདུ་བྱ་ཐང་ཅི་ཡོད། བདེ་ཐང་འདི་སྙེ་མ་འབོལ་བུའི་གཤག་བཅོས་བྱེད་དུས་བདེ་ཐང་དང་གཤག་བཅོས་བྱེད་དུས་འདིའི་འོག་ལ་འབོལ་གདན་རེ་བཅུག་ཨ་ནི། རྐུབ་གོ་གོ་དེ་སྙེ་མི་འོལ་དང། སྙེ་མ་ང་ཚོ་ཤེས་རྟོགས་བྱ་ཡག་དེ་ཡོག་མ་རེད་པ། སྤྱི་ཚང་སྙེ་མི་འོལ་སེལ་བལྟས་བྱས་བྱས་ཨ་ནི་གཤག་བཅོས་གནང་གི་འདུག་པ་སྤྱི་ཚང་ང་ཚོས་འདུ་བྱ་ལྟ་འདི།

ཨོ། སྐམ་པ་དང་ཤེལ་རོ་ཡི་ངོ་བོ་དབྱེ་ཡ་དུག་སུ་ལྟ་ཡ་ཡི་མེད་འོ་དེ་གཅིག་རེད། ཨ་ནི་འདིའི་ནང་གནས་མི་འདྲ་ཞིག་འདུག་ཆེ་ཆུང་དང་གེགས་སུ་འདུག། འཇམ་པོ་རེད་ཤག་རྩུབ་པོ་རེད་ཤག་དེ་ཧ་གོ་ཡོང་གི་རེད་འོ་དེ། མཛུ་གུའི་དང་ལོ་ལོ། འཇམ་འབྲས་སྣུམ་འཇུག་ལག་ཤུག་བན་དུག་སུ་ལྟ་བ་རེད། ད་དེ་ནས་སྤུ་གུ་བུ་དེ་ཚོ་དང་འདི་དེའི། ཆན་ལིན་ཤན་ཆན་ལིན་ཤན་བོད་སྐད་ལ། འདྲ་མ་འདྲ་ལ་བུ་དུ་བང། འོ་ད་དེ་ཅུང་མ་ཁྱེད་ན་ཟ་གར་སོང་འོ་དེ་ཙམ་རྒྱ་སྐད་ཀྱང་མཆན་གླིང་ཤན་ས་དེ་དེ་གམ་བུ་འདི་བྱེད་འདེད་འདུག་བང་འོ་དེ་རེད། མཆན་གླིང་ཤན་འདི། འདི་ནས་ཚུ་གཅིན་བུ་བཏང་སི། བུ་གུ་དེ་ཡི་འོ་དེ་ཡོག་རེད་དེ། བྱས་ཙང། མཆན་གླིང་ཤན་གི། མཆན་བུ་ཆག་བས་ནི་རྩ་དེ་ལེན་བྱས་བྱས་ཨེ་གཅིན་བུ་བཏང་ཁག་པོ་ཆག་གི་ཡོག་རེད། གཅིག་བཏང་གི་བུ་གུ་བུ་དམངས་བྱས།

འདི་གཅིག་རེད། གཉིས་ཏེ། གོ་བརྙན་གྱི་རྒྱབ་དང་འདྲ་མ་འདྲ་གནས་ཚུལ་མདུན་ནས་ཡར་ཕྱིན་པ་གང་ནས་མང་ཡོང་པའི་ནད་དུག་ལ་སོགས་པ་དེ་བརྒྱད་ཅེ་ན་ཚ་ཆ་ཉེ་བ་དེ་ཡོད་རེད། བྱས་ཙང་མཛུབ་བུ་བརྒྱུད་སྤེལ་གྱི་བྱས་ནས་ཤེས་ན་ལྟ་ཐུབ་རེད་ད་གི་རྒྱབ་ལོ་ད་ག་ཡོད་རེད། བྱས་ནས་ཤེས་ན་ལྟ་ཐུབ་རེད། ནམ་རྒྱུན་ང་ཚོ་བལྟས་དང་དེ་ནས་དེ་ན་ཚོ་དེ་ལྟ། གོ་རྒྱུ་འདི་ནི་མཆན་ལས་ཤེས་ས་དཀྱིལ་དེ་ནི་མ་ཤུར་ཨེ་འདྲས་བྱས་འདུག་དེ་ལག་པ་དེ་ཤུར་གྱིས་འདུག་བ་དེ་ནང་བཞིན་ཨེ་འདྲས་བྱས་ཡོད་རེད་འདུག་སུ་དཀྱིལ་དེ་ནི་མ་ཁུག་ཅིག་ཅིག་གི་ལུས་དུ་སུ་བལྟས་ད་ཧ་གོ་རེད། གལ་སྲིད་མཆན་ལས་ཤེས་མཆན་པོ་ཆགས་སྐྱོན་ཡོད་དེ་འདྲས་འདི་ཡལ་འགྲོ་རེད་འཛུག་རྫོང་གི་གང་བལྟས་ད་ཁུ་བསྡུ་ཆགས་འདུག་རེད། འདི་ཤུར་དེ་རྒྱག་པོ་ཆགས་བྱས་གོ་ཡོག་མ་རེད་འདི་ཨེ་འདྲས་ཆགས་འགྲོ་རེད་འོ་དེ་མཆན་ལས་ཤེས་འདི་ལྟ་ཐོག་རེད་འདི་གཅིག་བྱས་དེ་ནས་ཆན་ལིས་ཤན་ཡོད་སུའི་རྒྱབ་ལོ་དེ་ང་ཚོའི་ཞང་ནང་པོ་དེ་དེའི་སྐོར་བསང། ཙོག་པོ། ནམ་རྒྱུན་དེའི་ནང་བསགས་བྱས་དེའི་སྐོར་བསང། ང་ཚོ་ཙོག་པོ་བཏང་བྱས་དེའི་སྐོར་བསང། ཐུར་སེལ་རླུང་གི་ཤུགས་པའི་གཅིན་པོ་དེ་མ། དུས་ཐོག་བཏང་ཐུག་རེད། རེད་དེ། ཙོག་པོ་དེ་དོན་བསུ་ན། ཁོས་ཆན་ལིས་ཤན་དེ་གནས་བསྡད་པའི་རྐྱེན་གྱིས། ཙོག་པོ་དེ་གའི། གཅིན་པོ་ཕྱེད་ཀས་བཀག་ཐུག་རེད། ལྷ་དམག་ལྟས་སུ་གམ་བུ་ནང་བཀག་ཐུག་རེད། གཙོ་བོ་དེ་རྟོག་རྟོག་དེ་མ་སྟོན་གསུམ། གཉའ་སྐྱིན་པོ་ཤོར་རོ་ཟེར་ལས་ཟིལ་བཏང་ཡང་ཡོག་རེད། དེ་ཁྱེད་རྣམས་ཚོ་གཟིགས་དང་ནམ་རྒྱུན་དོ་སྣང་བྱས་དང། འོ་དེ། ཞང་ནག་པོ་མདུན་དེ་འཛུགས་པའི་ཉོ་སྲིད་དེའི་ཁྲིད་དེ། བྱན་ལིང་ཤན་དེ་ཡོག་རེད་གཙོ་བོ་དེ་གས་བྱན་ལིང་ཤན་དཀར་བྱན་ལིང་ཤན་གས་སྐྱིན་པོ་རྒྱུགས་སྲིད་བུ་གུ་དེ་དཀར་བྱེད་དེ་གོ་སང་སྐྱིན་པོ་ཤུགས་མེད་གོ་སང་ཁོ་དེ་ལེམ་བྱེད་བྱེད་བདུན་གུ་མ་རེད་གཙོ་བོ་མ་སྟོན་སང་སྐྱིན་པོ་སྟོན་ཡོང་གི་རེད་འདུག་སེ་རེད།

དུ་སུ་རེད་འདུག། བརྟག་དཔྱད་གནང་སྟེ་མིག་གིས་ཡག་པོ་བལྟ་ཡ། ལྷག་པར་དུ་དེའི་ཚེ་འདི་ཕྱིར་བརྟག་པ་ཀུན་ལ་དྲི་བ་ཅེས་ཟེར། བརྟག་པ་ཀུན་ལ་དྲི་བ་ཅེས་ཟེར་དེ་ལྟ། རྒྱ་རིགས་ཀླུ་མཐུན་དང་གཞན་པའི་དོ་ཚོ། ང་ནང་ཚོ་སེམས་ཁྲལ་གནང་དགོས་ཡ་མ་རེད། ཨན་ཆུན་ཆུན་ལི་མེ་ནན་སྐུ་གདུང་པུས་རྒྱང་རེད་བལྟ་དགོས་ཡོད་ས་ཚོ་འུ་ཚོ་རྒྱ་གི་རེད། ད་ང་ཚོའི་བོད་རིགས་དོ་ཚོ་ད་སྡུག་པོ་ཞེ་པོ་ཅིག་སྐུ། མེ་ཏོག་བོར་ཤ་བཅས་དེ་ཡོག་དེ་ད་དུང་ལྟ་རོགས་བྱེད་ཀྱི་མ་རེད། སྤྱི་ཚང་ཐབས་ཤེས་ཡོད་ཚུལ་གྱི་སྐད་ཆ་ཡག་པོ་བྲིས། ག་འདྲས་ཡིན་མིན་གནས་ཚུལ་དེ་ཚབས་ཆེན་པོ་ག་འདྲས་ཡིན་སོགས་ལ་ཉན་གི་ཡོད་མེད་ཞེད་སྣང་བལྟས་སུ་བསྐུལ་མ་བྱུང་བསྐུལ་བྱས་འདི་བྱས་ནས་ཨོན་ང་ཚོ་གཞི་ནས་བལྟས་མིག་གི་ཕྱི་ལོག་བལྟས་ཆ་བྱད་ཀྱི་བལྟས་འཛུམ་པོས་བལྟས། བརྟག་དཔྱད་བྱས་ཏེ་འོ་དེ་གལ་ཆེན་པོ་ཞེ་པོ་རེད། ད་འདི་ཚོ་རྒྱུན་ལྡན་གྱི་འགྲོ་སྟངས་རེད་ད། ང་ནག་ཚོ་ནད་ཐོག་ད་འདི་ཕལ་ཆེར་འདི་ན་མང་ཆེ། རེད་གཅིག་རེ་གཉིས་ཙམ་མ་གཏོགས་གང་གི་ནད་ཐོག་ཕན་ཉུང་ཡོད་ཀྱི་མ་རེད་ལྷག་པར་དུ་ཞིང་འབྲོག་མི་དེ་བས་ཡོད་མ་རེད་པ་ཨོ། ཅི་ཙང། སྐབས་འདིའི་ལས་འགུལ་དུ་ཕྱི་བསྐྱོད་ཀྱི་ལས་ཀ་རེད་པ་ཨོ། ཕྱི་བསྐྱོད་ལས་ཀ། ཕྱི་བསྐྱོད་ལས་ཀ་ཟེར་ཏེ་ཕྱི་བསྐྱོད་ཨམ་ཙི་ཅིག་ཡིན་ཚར་ཞེས་གོ། ད་འདི་ཚན་རིག་དང་ཁོང་ཚོས་ཕྱི་ལུགས་ངོ་ནས་བཤད་མྱོང་མ་སོང་ཕྱི་བསྐྱོད་ཨམ་ཙི་བྱེད་དགོས་སོང། ཡོད་དགོས་པ་གསུམ། འཛོམས་དགོས་པ་བཞི་ས་བཤད་ཡོང་གི་རེད། ཡོད་དགོས་པ་གསུམ་ཟེར་དགོས་སམ་ག་རེ་ཟེར། ཁོང་ཚོས་སེང་གེ་བློ་སྟོབས་གཟིགས་རེད་ཧྲིལ་རྩི་ཤིང་གཉིས་ནང་བཞིན་གཟིགས་འདུག་པདྨ་བློ་སྟོབས་སེང་གེ་བློ་སྟོབས་ཚོ་ཅི་བན་དར་གསིལ་ཤོར་ཚར་བ་རེད་གོ་དུང་ནང་སྦྱིན་པ་ཤོར་བ་འདྲ་འཆི་གི་ཡོད་རེད། བྱས་ཙང་ཕྱི་ཆོས་ཀྱི་ལས་ཀ་འདི་ཚོ་བྱེད་དགོས་ས་དམའ་ད་ཁྲག་ད་སྣང་མིན་སྣ་ཚོགས་འདི་ཚོ་ལོག་ས་བློ་སྟོབས་དེ་རི་དྭགས་རྒྱལ་པོ་སེང་གེ་ནང་བཞིན་བསྡད་ཐུབ་ཀྱི་གོ་རེད་ཨོ། ད་དེ་ནས་དེའི་འོག་དེ།

གསུམ་པོ་དེ་སྐུ་མཉམ་ཧྲིལ་བོ་ཟ་བྱེད་རེད། མི་འཇུག་པ་མི་ཆགས་གཉེན་པོ་ཨ་ཙེ་ཡི་ལག་པ་གཉེན་པོ་འཇམ་པོ་ཡོད་རེད་པ། འོ་དེ་ནད་པ་འཇམ་པོ་ཇི་ཞིག་སྲིད་གོ་རེད་ལུག་སེ་གོ་ན་ཞིག་མ་ཇི་ཞིག་སྲིད་གོ་རེད་ཅི་བྱེད་ཨོན་ཅི་བྱ་ལག་གི་མིག་དེ་འདི་ཡོད་ན་ཚོད་ཁོ་ར་དེ་རི་མ་འདོག་ཕར་ན་ཨེ་ཉི་མ། ཨོན་ཅི་ལྷ་ཁོ་ལག་ད་དེ་གའི་ཁྲེལ་བ་དེ་རེད།

འོ་ད་དེ་རིག་པའི་གཞུང་ལུགས་ལ་ཐོགས་པ་མེད་པ་དང་པོ་དེ་རིག་པའི་གཞུང་ལུགས་ཐོགས་པ་མེད་པ་རེད་ད་ད་ང་ནང་དུ་དུ་བ་རམ་ལྕང་དང་འབུམ་རམ་སོགས་སྤྱི་བཏང་རིག་པའི་གཞུང་ལུགས་ཐོགས་པ་སྐོར་ཡོད་མ་རེད་ད་ཧ་ཅང་གི་ཚད་མཐོ་བ་ལས་དལ་བ་རེད་ང་ཡིད་ཆེས་ཡོད་ཁྱེད་ནང་དུ་འོ་འདུག་བལྟས་དགོས་ས་ནི་གང་དུ་ཅི་ལས་ཅི་བལ་དུ་ཀྲུང་ཨ་ཨ་བ་རི་སྤུ་གུ་གཉིས་ཟེར་བའི་སིན་དུ་བང་ཇི་ཙམ་ཡོད་རེད་ད་རིག་པའི་གཞུང་ལུགས་ཐོགས་པ་མེད་པ་གཉིས་པོ་དེ། མཐོང་བ་འགྱུར་བའི་ཕྱག་ལེན། ད་ལྟ་རིགས་འདིའི་སོ་ན་དངོས་སུ་ནད་པ་བྱེད་ཡོག་མོ་དེ་འདས་བསྟན་འོ་ད་འདི་མཐོང་བ་འགྱུར་བའི་ཕྱག་ལེན་རེད་ད། ཡིན་ཅིན་མིན་གྱི་ཇོ་མང་དེ་ནང་དུ་སེམས་མི་ཤར་འདུག་བྱེད་དགོས་གོ། ཡིན་ཅིན་མིན་གྱི་མཐོང་བ་འགྱུར་བའི་ཕྱག་ལེན་གོ་རེད་མཐོང་བ་འགྱུར་བའི་ཕྱག་ལེན་ཟེར་ང་ཚོའི་གཞུང་ནང་ལོག་ཏུ་བ་ཞེས་པོ་གསུངས་འདུག་བ། ཉིན་མིན་འོད་གསལ་ཇི་ལྟར་འཚང་ན་ཡང་མེ་ཤེལ་མེད་ན་མེ་མི་འབྱུང་ཟེར་ཙང་སྐྱི་ཡི་གི་མཐོང་བ་འགྱུར་བའི་ཕྱག་ལེན་དེ་མེད་ན་ཡོག་མ་རེད་མེ་མེ་ཤེལ་མེད་ན་མེ་འབུར་དུ་ཡོག་རེད་ཉིན་མོ་ག་ཚོད་དུས་བྱས་ནས།

ད་འདི་ཙར་བཀའ་ལྟ་ཚུལ་ན་སྨན་པ་བློ་དང་ཤེས་རབ་ཆེ་རང་གི་ཡོན་ཏན་ཕུན་སུམ་ཚོགས་སྙིང་རྗེའི་སེམས་དང་ལྡན་པ་ནི་སྨན་པ་ཀུན་གྱི་གཅེས་རྒྱལ་ཡིན་སྙིང་རྗེའི་སེམས་འོ་དེ་ཞེ་དྲག་གསུང་ངམ་སྙིང་རྗེ་སེམས་མེད་ན་མེད། མཚན་ཉིད་རྒྱ་ཆེར་མཁྱེན་ན་སྨན་པ་ཡིན། རྗེས་འཇུག་སེམས་དང་ལྡན་ན་སྨན་པ་ཡིན། འོ་དེ་གུ་ཡོག་རེད།

དེ་ཚ་ང་ཚོའི་ཏང་འདི་དག་པ་གསལ་པོ་འདུག་དུས་དེའི་ནང་ལོ་ལ་ཞེ་སྡང་དུས་ནི་འཇམ་པོ་རྙེད། ཞེ་སྡང་དེ་མ་བཏུལ་འདུལ་ཐུབ་པས་ནི་འཇམ་པོ་རྙེད་ཀྱི་ཡོད། གཏི་མུག་འདུལ་ནི་བདེ་བ་རྙེད་ཀྱི་ཡོད། ཕྲག་དོག་འདུལ་ནི་ང་རྒྱལ་གཞིས་དཀྲུགས་ཡོད། ང་རྒྱལ་གཞིས་ནི་ཕྲག་དོག་གཞིས་དཀྲུགས་ཡོད་རེད། འདོད་ཆགས་འདུལ་ནི་ཆགས་སྡང་གཞིས་དཀྲུགས་ཡོད། ད་དུག་ལྔ་དགུ་བཏུལ་ནི་ཨེ་ནི། བདེ་བ་དང་ལྡན་པ་ཡོང་གི་ཡོད། ཨན་བྱམས་པོ་སྙིང་རྗེ་དང་ལྡན་པའི་མི་ཞིག་ཆགས་ཀྱི་ཡོད་རེད། འོ་དོ་ཚོ་རེད་དཔྱིད་རྩ་འདི་ལྟ་རེད་འདིའི་ང་ཚོས་དེའི་ནང་མཐོང་བགྱིད་པའི་ཕྱག་ལེན། ད་འདིའི་ག་ནས་བསྟན་ཤ་རེད། འོ་ད་འདི་ཅི་རེད། ད་འདི་སྙེ་མ་ང་ཚོའི་གཞུང་གི་བརྟག་དཔྱད་བྱ་བྱ་བྱ་དེ་འདི་རེད།

ཨེ། ནམ་རྒྱུན་ཡུལ་བུ་ཡོད་པར་ཁྲག་དོན་སྙོམས་ལྟ་ཅི་བྱེད་ཕོ་སར་ནམ་སར། ཁ་ཐུག་ཁ་ཐུག་སྨན་བཅུད་བྱས། དེང་སང་ལག་ཅི་སར་འབྲེལ་རེད་འདུག་བ། དེ་ཆུ་མ་འཁྱིལ་ན་ཚོར་འབྲེལ་བ་ཅི་དང་འོ་དོ་རེད། ད་དེང་སང་གི་བྱ་བྱེད་གཙོ་བོར་དེ་བེད་སྤྱོད་བྱས། ལག་པ་ཁ་བྱེད་བྱས་འོ་ད་དེའི་རིགས་དེ་བེད་སྤྱོད་བྱས། ད་དུང་ཞིམ་པའི་ཕྱེད་ཀའི་བྱེད་སྐྱོར་འབྲེལ་ད་འབྲེལ་ཁག་ཅིག་ཡོད་རེད། བརྟག་དཔྱད་བྱས། ད་དེ་ལས་འཇམ་འབྲས་སྣུམ་དུ་ག་བྱུང་བྱས་བརྟག་དཔྱད་བྱས་འབྲེལ་རེད་ད། ད་དབྱེ་བ་དེ་ཚོ་དེའི་རིག་པའི་གཞུང་ལུགས་འདི་ཚོ་རེད་འདིའི་སྒང་ལ་ཞེ་དྲག་བཤད་མ་སྤོབས་བཅས། རླུང་གི། ད་དེའི་འགྱུར་བས་དེའི་ན་ལོ་ནང་གི་ཞག་འབྲུམ་བཅས་རླུང་ལས་འགྱུར་བས་ནང་གི་ཞག་འབྲུམ་རླུང་ལས་འགྱུར་བས་བར་གྱི་ཞག་འབྲུམ་རླུང་ལས་འགྱུར་བས་ཕྱིའི་ཞག་འབྲུམ། འོ་ད་དེ། འདི་ནང་ན། གང་བྱས་གང་ལྟར་དེ་སྤྱི་བཏང་བྱས་ནས་ང་ཚོའི་རྒྱུད་བཞི་ནང་གསུངས་བཞག་ད་ག་རང་རེད་ངས་རེད་རེད་ཞུ་མ་སྤོབས་བཅས་ཉེས་པའི་དབྱེ་བ་དེ་ཚོ་སོ་སོའི་རྟགས་ཐོག་རྒྱུད་བཞི་ན་ལོ་ལ།

བུ་བ་དེ་ཚོ་འཁྲུག་མྱོང་པ་སེམས་ད་དེ་བུ་བ་དྲག་ཅིག་འཁྲུག་ཡོང་དེ་བརླག་པ་ད་འོ་ད་དེ་ཁྲག་པ་དང་བརླག་ད་ཨ་རྩིབ་ལོག་ཕྱུགས་སོ་དེ་ཚོ་ནང་ཡར་བྲོས། ཆུང་བ་འབྲུམ་རྡོར་སྐམ་པ་ཁྲག་མི་ཐོན་པ་ངོ་བོང་རྩུབ་པ། འཚུབ་ཆེ་ཤམ་བྷེ་བྱས་སོ་འབྲུམ་རྡོར་ཕྱིར་དོན་ཡང་རིང་ཞིང་གི་ནང་དུ་མི་འགྲོ་བ་སྐབས་རེ་ཁར་བལྟས་པ་ཨེ་འདྲས་ཡོད་རེད་བད་ཀན་དེ་ནི་ན་ཟུག་ཆུང་བ་མདོག་སྐྱ་བ་བྲོས་ཞིམ་པ་ཅི་ཡིན་སྙིང་བ་མཆི་མ་དང་ཨ་ཀོང་བོ་བ་མི་བྲིན་དང་སྲས་མོ་སྐྱ་བོར་གྱུར་པ་འབྲུམ་རྡོར་ངོ་བོ་འཇམ་པ་ན་ཟུག་མེད་པ། ཁྲག་མར་མི་འཛའ་བ་ཚབ་ཆེ་ཨན་དང་འདི་གཅིག་པུ་རེད་དེའི་ཕྱིར་དོན་ཉོ་ཚབ་ཆེན་མོ་གོ་ས་ད་ཁྲག་དང་དུ་ཚོ་ལས་འགྱུར་དེ་འོལ་མོ་ཟས་འདྲ་བ་ཨོ་ཨན་ནི་བལ་དེ་ཤ་བང་སྐམ་རིལ་འདྲ་བ་བུབ་མི་བདེ་བ་དུ་ཚོ་བལྟ་འདུས་ན་ཟུག་ཆེ་བ་ཚ་སེར་སྐྱོ་བ་ཁྲག་མང་དུ་འཛའ་བ་ཨན་ནོ་འབྲུམ་རྡོར་འདི་ངོ་བོའི་ཀ་ནས་ཤེས་གཉིས་ལ་འཇམ་པ་ཁྲི་བི་ལས་འཛུམ་དེའི་འོ་ད་འབྲུམ་རྡོར། དེ་མདོག་དམར་སེར། ཁྲག། ལ། འཛག་པ། ལུས་དངུལ། ཤ་མདོག་དམར་སེར་འཁྲུ་བའམ། སྐམ་པོ། འོ་ད་དེ་འདྲ་བབས་ཡོང་གི་སྤགས་པོ་དང་སེན་མོ་དེ་ཚོ་ཅུང་སེར་བ་དེ་ཆགས་ཡོང་གི་ཡོད། ད། རླུང་ལས་འགྱུར་བ་ཕྱི་ལ་ཡོད་པ་དེ། མིག་གིས་མཐོང་གི་རེད། མིག་གིས་དེ་འདྲའི་ཁྱེད་རྣམས་ཚོ་ཤུལ་བཞག་ལྟ་གི་རེད། ཨ་ནེ་བས་དེ། ངོ་བོ་བཙུགས་པ་མདོག་ནག་པ་ལྷག་པར་དུ་རླུང་གིས་ཕྱི་ལ་འགྱུར་བ་དེ་ཚོ།

ཨ་ནི། ཁྲག་དང་ཁྲིད་པོ་དེ། བྱི་ལོག་དེ་དེ་ཅི་དང་ཆ་ནས། མདོག་དེ། དམར་སྨུག། གཉན་གི་སྐྱབས། ན་ཚ་དང། ཚ་བ་སྐྱོབས། འོ་འདྲ་ཅིག་རེད་ད། ཁྲག་དང་ཁྲིད་པོ་དང། ཡོད་པའི་དེ་དེ། ད། ཕྱི་ནང་འདྲེ་མོ་དེ་ནི། གར་སོགས་པ་ད། ཁོ་རང་གཉིས་ཀྱི་ཕྱིའི་རྟགས་དང་ནང་གི་རྟགས་གཉིས་ཀ་མཉམ་པོ་འཛོམས་ཀྱི་བསྡད་པའི་སྤུན་འདྲེ་གཅིག་རེད། ཕྱིའི་རྟགས་ཡོད་པ་ནང་གི་རྟགས་ཡོད་པ་ཁྲག་བདུན་པོ་ཡོད་པ་ཁྲག་མ་བདུན་པ་ཡོད་པ་འདི་ང་ཚོ་ནམ་རྒྱུན་དེའི་དུས་བྱེད། རྟགས་ཚབས་ཆེ་ཆུང་འདི་གསར་སྦོལ་དུས། ད་དེ། ང་ནག་ཚོགས་ནམ་རྒྱུན། སྤྱི་བཏང་གོང་དུ་ཞུས་ཚར་ཐུབ་ཅིག་ཡིན། རེད་དེ་ཡང་བསྐྱར་ནན་བཤད་ཅིག་ཞུས་དགོས་ན་གསར་པའི་དུས་སྐོར་སང་དམིགས་བསལ་གི་ན་ཟུག་མེད་པ། ཨ་ནེ་སྐབས་སུ། ཞང་གི་ཁ་ལ་ཟ་འབྲུག་ལམ་པ་ཁྲག་དམར་པོ་ཅུང། ཙོག་པའི་ཕྱི་ལ་འགོས་ཡོང་པ་ཡང་ན་གཙང་ཤོག་ལ་འགོས་ཡོང་པ། འོ་འདྲེ་རེད། ད་ཚོད་འབྲིང་གི་སྐོར་ཚང་ཐིག་པོ་བརྒྱབ་ཡོང་གི་ཡོད་རེད། ཁྲག་ཐིག་པོ་བརྒྱབ་ཡོང། ཨོ། ཨ། ཞང་གི་ཁ་ལ་འབྲུམ་རྡོར་ཡོད་པ་གནོན་གསོ་ཡོད་པ། རྐུབ་བཀྱག་ཁྲག་པོ་དང། བག་པ་ཡིན་ན་འདྲ། སྟང་ཀ་རི་ཡིན་ན་འདྲ་རྟ་ཡིན་ན་འདྲ་ཨེ་འདྲའི། ཞོན་ཆེན་འགྲོ་དུས་ན་ཚ་དམ་པ། འོ་ད་ཨེ་འདྲའི་བྱེད་ཀྱི་ཡོད་རེད། ད་ཚོད་ཆེན་པོ་དེ་སྐོར་ཚང། ཨ་ནི། དེ་རྗེས་གོང་གི་པར་བསྟན་བྱ་བ་ནང་བཞིན་གཙོ་པོ་དམ་པའི་རྗེས་ལ་འགྲུབ་མདོར་དེ་ཕྱི་ལ་མང་དོན་ཡོང་གི་ཡོད་པ། ཆུ་ལ་དོན་ནི་ཁ་ཅིག་རང་བཞིན་གྱི་ཡར་འཛུལ་དྲུག་ཡོད་པ། ཁ་ཅིག་ལག་པས་ཡར་འབུད་བརྒྱ་བརྒྱ་བྱེད་བཅུ་དགུ་ཡོད་པ། ཁྲག་མང་པོ་ཐིགས་པོ་རྒྱབ་ཡོང་གི་པ་ཁྲག་མང་པོ་གཏོར་ཡོང་པ། དེའི་སྣ་ལོ་ནས་འཚུབ་ཆས་ག་རེ་ཡོད་ཅེ་ན། འོ་ད་དེས་ཁྲག་མང་པོ་དེ་བྱས་རྗེས་གཏོར་མྱོང་ཡང་དེ་རེད། ཨོ། དེ་ཡིན་དུས་ཁྲག་མང་པོ་གཏོར་བཅས་ཁྲག་མང་པོ་རྫོགས་བཅས་ཡོང་དགོས་ཙང། ང་ཚོའི་གཞུང་གི་དེ་ཚོ་སྣ་ལོ་ལ་བསྟན་ཡོད་རེད་ལ་ཁྲག་མང་བཟའ་བཅས་རླུང་འཕེལ་རླུང་འཕེལ་དཀྲུག་གི་རེད་རླུང་འཕེལ་ནས་ལུས་དཀྲུག་སྲོག་ལ་ཉེན་པས། ཨེ་ནི་རིག་པ་བྲིན་པར་བྱ་དེ་གང་རྦད་དེ། མྱུར་དུ་ཨེ་ནི་བསམ་བློ་དེ་གང་ལ་སྨན་བཅོས་གང་བྱ་བཅས་སྟོབས་ཡག་དེ། སོ་སོའི་ལག་རྩལ་དེ་བསྟུན་རྒྱུ་ཁྱི་གི་ཡོད་རེད་ད་དེ་གང་ལ།

བ་ལྟ་དེའི་རིགས་ལེའུ་ས་འདིའི་སླད་གོ་ས་ཚབས་ཆད་དེ་སླད་གོ་ས་འདི་འཇི་གོང་དུ་ཞུས་ཚ། མན་དང་འཇ་ཕན་ཐོག་ཞེ་དྲག་ཡོག་མ་རེད། ཡིན་གཅིག་མིན་གཅིག་བཤག་བཅོས་བྱས་ཏེ་འགྲོ་དགོས་རེད། ཚེ་ཞིག་ང་ཚོའི་མི་གཞུང་ནང་ལོག་ལ་ཆ་བྱད་དེ་གོ་སྟོན་ཞོག་རེད་ལ། ཆག་བཤག་བཅོས་འགྲོ་སྟངས་དེ་གོ་བཤད་ཞོག་དིང་སང་བཤག་བཅོས་ད་ད་དུང་སྟབས་བདེ་བོ་རེད། ཡིན་གཅིག་མིན་གཅིག་བཤག་བཅོས་གང་འདུག་སུ་འགྲོ་དགོས་རེད་བཤག་བཅོས་བྱས་རྗེས། ཨ་ནི་ཆ་རྐྱེན་ཡོད་པའི་མེ་མགར་བཏང་རྗེས་གཤགས་བཅོས་གནང་རྒྱུ་རེད་འདུག་སྟབས། སོག་དཀར་ལའི་ངོས་ནས་ཕྱིར་གནས་པ་དེ་སོག་ལྭ་བ་བར་དུ་གནས་པ་དེ་སོག་དཀར་བ་ནང་དུ་གནས་པ་དེ་ལོག་འདེབས་དེ་ཨ་ནི་སོག་ཁག་པོ་ཡོད་ད་ཞང་ནག་པོའི་དེ་གནས་པ་དེ་དེ་འདྲི་ནས་ཆོག་ཏུ་ཞུས་ཙབ་བྱས་ད་ནི་ནས་མ་ང་ཚོ་ཁྲུས་གསོ་ཟེར་ཡག་དེ་ཡིན་ད་ནས་ཁྲུས་གསོ་ཟེར་ཡག་དེ་ལས་སོ།

ད་ཁོ་གཉིས་ཀྱི་ཁྲག་དམར་པོ་དམར་རྐྱང་ཐིགས་པོ་རྒྱབ་ཀྱང་དེ་གཅིག་པུ་རེད། ཞང་འབྲུམ་དེ་གའི་ཐིགས་པོ་རྒྱབ་ཡོང་གི་རེད་ལ། ཞང་རལ་དེ་དེ་གའི་ཐིགས་པོ་རྒྱབ་ཡོང་གི་རེད། ད་མ་འདྲ་བའི་ཆ་དེ་ག་རེ་ཡོད་ཟེར་ན། ཞང་རལ་དེ་བས་ཁྲག་དམར་པོ་ཐིགས་པོ་རྒྱབ་ཡོང་དུས། ཙོག་པུ་བཏང་དགོས་སམ་མ་དེ་བར་ཙོག་པུ་ཆེན་པོ་ཆགས་སམ་ཙོག་པས་མ་དེ་རལ་དགོས་སམ།

ལམ་བཟང་དེ་མ་དེ་རྒས་མ་རྒས་བཙོག་པོ་མ་དོན་མ་དེ་མ་རྒས་མ་རྒས་ཚབ་ཤ་ཞེ་པོ་རྒྱག་གི་རེད། ཚ་གསེར་དེ་ཤུགས་ཆེན་པོ་རྒྱག་གི་རེད། ཁ་ཤས་དཀར་མོ་ལྔ་རྒྱག་གི་རེད་ཁ་ཤས་དཀར་མོ་བཅུ། ཁ་ཅིག་དཀར་མོ་ཉི་ཤུ་ནས་སུམ་ཅུ་ཙམ་རེད། ཚ་བཅས་རྒྱབ་ལོ་དེ་ཚ་བཅས། ཨ་མདུན་ཚ་ཐོག་རྒྱབ་ལོག་ཚ་ཐོག་ཟེར་བོ་དེ་སྐད་ཅིག་ཡག་པོ་བྲིས་མ་འདུག་ང་ཙོག་པོ་བཏང་དུས་ཁྲག་འདོན་ཡོང་གི་འདུག་ཙོག་པོ་བཏང་ཚར་ནས་ཨ་ནི་རྐུབ་ལ་ཚ་ཤ་རྒྱབ་ནས་ཨ་ནི་འབད་དེ་ཨ་ར་གཏིང་གི་མི་འདུག་སོམ་བོ་ད་དེ་རེད་དེ་ཡག་པོ་རེད། ཨ་ནི་ཁྱེད་རྣམས་ཚོ་བཀའ་འདྲི་ཞུས་དང་མདུན་དེ་ཚ་ཕྱག་རྒྱབ་རྒྱབ་ལོག་དེ་རྒྱབ་སང་བཞུགས་གི་ཡོད་ཟེར་དེ་ཕར་རྒྱག་གི་འདུག་ཅེས་ཅེས་ཨ་འདྲེ་ཟེར་གི་རེད་ནད་པས་ད་ཞང་འབྲུག་མོ་ཁྲག་དེ་ཐིག་པོ་རྒྱབ་ཡོང་གི་ན། ཁྲ་དམར་ཐིགས་པོ་སྐྱེ་བོ་ནི་སྤྱི་བཏང་ནང་གི་ཞབས་འབྲུམ་མང་ཆེ་ཡིན་པའི་དབང་གིས། ཁྲ་ཐིགས་པོ་སྐྱོབ་ནས་ན་ཚ་ཅི་ཡོད་མ་རེད། ང་ཚོ་བོད་རིགས་ན་ལོག་སྐྱོན་ཆེ་ཤོས་དེ་དེ་འདྲ་གཅིག་གོང་དེ་ངོ་ཚ་བྱས་ཏེ་རེད་ཤག་ཅེས་ཅི་སྙེད་དེ་འདྲ་གོང་དུ་ཞུས་པས། ལྟ་སྐྱོན། ཆེ་ཤོས་ནང་གི་ཆེ་ཤོས་གཉིས་པོ་དེ་ག་རེ་ཡིན་ན། འོ་དེ་ནང་གི་ཞང་འབྲུམ་དེས་དྲི་བོ་ཧྲན་ཅིག་དྲིས་སོང་ཁོ་ཚོ་ནང་མི་ཚང་ཁྲག་ཐིགས་པོ་རྒྱབ་ཀྱང་གསང་རྒྱུ་དམའ་འབོ་ཆགས་བྱས་ནས་ནག་གསུག་ས་འདྲ་ཅི་ཡོད་མ་རེད། ནག་གསུག་མི་ནག་རྩི་མ་བཏང་ཙང་ཁོ་ཚས་གཡུག་ཆགས་ཀྱི་རེད་ཁྲག་བསྟུན་གི་འདུག་དེ་ནག་རྩི་བཏུང་མ་འདུག་ཨེ་ནས་གཡུག་ཤག་ཡིན་ཟེར་ནས་ཞོལ་པོ་ཡོག་རེད་མི་ནད་པའི་ནག་ལོག་རེད། དེ་ཡིན་འདི་ཡིན་ཅི་མིན་ཅི་བྱུང་མ་མཁྱེན་ན་ཚོ་ས་འཇིག་དང། ཁྲག་འམ་དོན་དེ་དེ་བྱས་ཉམས་མིན་དེ་ཚོ་འོ་ད་དེ་ཁྲག་དོན་དངོས་སུ་ཚབས་ཆེན་པོ་ཆགས་བསྡད་ཡོད་རེད། ཅི་ལ་ན་ཚོ་ཡོད་རེད་ཅི་ལ་ན་ཚོ་ཡོད་མ་རེད་འདི་ཅི་ལ་ན་ཚོ་ཡོད་རེད་ཅི་ལ་ན་ཚོ་ཡོད་མ་རེད་འོ་དེ་ཡིད་ཁྱེད་པ་ཡོད་རེད་གཉིས་པོ་དེ། ད། ཞང་རེད་དེ་ཀྱོ་དེ་འོ་དེ་རེད་འདི་པར་རིས་ན་ལོ་འདི་རྒྱབ་ལོ་དེ་རེད་དེ་ཀོ། འོ་དེ་ཁྲི་ཤེན་ཟེར་དེ་འདི་སོ་དེ་དེ་ཅེས། འདུག་ཀོ་སང་ད་འདི་ནས་རེད་དེ་མི་ནས་ཁྲག་ཐིག་རྒྱབ་ཡོང་གོ་རེད། མི་དངོས་སུ་པར་དེ་ཀོ་སང་འོ་དེ་རེད། འདི་རྒྱབ་ལོ་དེ་རེད་དེ་ཀོ། ད་དེ་སོ་ཁག་པོ་བཞི་པོ་ཡོག་རེད་སྨན་བཅོས་བྱས་པའི་ན་ལོ་ལ། ཡིན་གཅིག་སྨན་གྱི་ནད་པ་ནམ་རྒྱུན།

ཨོ་འདྲས་རེད་ཅི་ཙང། ཞབས་འབྲུམ་དེ་འཇིག། གོང་དུ་ཞུས་པའི་ཞབས་འབྲུམ་པར་བསྟན་འདི་དེའི་ཆེད། རྒྱབ་ལོག་དེ་རྐང་ལས་རས་བཏེབ་དེ་ཨོ་འདི་རེད་དེ། དེ་ད་དེ་ང་སྣ་ཚོ་ད་ནི་འདྲེ་ཅི་ཡོར་ད། ད་ཨེ་འདྲེ་ཅི་ཡོར་རིག་ཅེས་ཇུ་མ་ཁྱེད་སྣ་ཚོ་དུ་སུ། ང་ཅེས་ཞུ་ན། ཨོ་དེ་རེད།